དེ་ནས་སུན་ཨུང་ཅུ་ལགས་ཀྱིས་འཁྱགས་རོམ་འདི་ནས་ལྟས་ཅིག་དེ་འདྲ་ལ་དྭགས་ཁ་སྟོང་ལ་ནས་མ་བཀོག་གནང་པའི་འཁྱགས་པ་ཅིག་འཁྱགས་རོམ་ཅིག་ལ་ཡ་ཕུལ་གནང་སོང་འགྲེལ་བཤད་ཅིག་བསྐྱོན་ཨེ་འདུག་ཞེས་ཕུལ་བ་དང་ཨེ་ནི་འཁྱགས་རོམ་པ་ཅིག་གིས་ཨེ་ནི་ཆུ་འཐུང་རྒྱུ་ཨེ་ནི་དེ་ཚོའི་སྐོར་ལ་ཞིབ་ཚགས་པོ་བཀའ་སློབ་གནང་སྟེ་འདི་གནད་འགག་ཅིག་འདུག་ཨེ་ནི་མི་མང་པོ་ཞིག་ལ་དཀའ་ངལ་འཕྲད་ཀྱི་ཡོད་པ་དང་ཡང་དཀའ་ངལ་འཕྲད་པ་དེ་ལ་ཡང་སེལ་ཐབས་ཡོད་པ་གི་ཐབས་ཤེས་དང་ཐབས་ལམ་དེ་ཚོ་ང་ཚོས་ཅིག་ལག་ལེན་བསྟར་དགོས་པ་སྐོར་བཀའ་མོས་གནང། དེ་ནས་རིམ་པས་ཨེ་ནི་ད་ལྟ་དྲི་བ་དང་པོ་དེ་ཨེ་ནི་ད་ལྟ་ཁེན་ཉཱ་ནས་ཡིན་པའི Elizabeth བ་ཐུ་ཐི་ཁོ་རང་གི་དྲི་བ་དེ་བཀོད་གནང་སོང་ཁོང་ཁོ་རང་གིས་ཨེ་ནི་ང་ཚོ་བསམ་བཏང་བཏང་དེ་ག་འདྲས་ཀྱི་དགོས་མཁོ་རེད། ལྷག་པར་དུ་རྒྱལ་སྤྱིའི་དབུ་ཁྲིད་དེ་ཚོ་ལ་ཨེ་ནི་ང་ཚོས་ག་ཚད་འགྲེལ་བཤད་བརྒྱབ་ནས་གུ་ཀྱོག་རེ་མ་ཐེབས་པ་སོགས་ཅིག་མཐོང་གི་འདུག་དེ་འདྲ་ལ་རྒྱ་གར་རིན་པོ་ཆེ་གི་བྱམས་སྙིང་རྗེའི་ཐོག་ནས་ཨེ་ནི་གཅིག་དགོངས་པ་བཞེས་སྟངས་ཀྱི་ཐོག་ནས་གཅིག་འགྲེལ་བཤད་སྐྱེལ་བ་ཡང་ཡོད་རེད་གསུངས་འདུག་ཨེ་རྒྱ་མི་ཚོས་འདི་ནས་མ་གཞི་ཚོགས་ཞུགས་བཀའ་སློབ་གནང་སོང་ཨེ་ནི་བཀའ་སློབ་དེ་ནང་གཙོ་བོ་དང་ག་རེ་རེད་ད་ང་རེ་དྲན་དྲན་པོ་ཅིག་ཞུས་པས་ན་ཨེ་ནི་སོ་སོ་ལ་མི་ཡིན་པ་ནང་ཞུགས་ལ་སྤྱི་ཚོགས་གཅིག་གིས་ཨེ་ནི་ག་ཆད་ཆ་ཅིག་ཆགས་བསྡད་ཡོད་རེད་དེ་འདྲ་སྤྱི་ཚོགས་དེ་ལ་ཕན་པ་ཅིག་བསམ་བློ་ཞིག་བཏང་མ་ཐག་སོ་སོ་ལས་ཕན་གྱི་ཡོད་མ་རེད་དེ་ལྟར་སོ་སོ་ཕན་དགོས་དགོས་ན་སྤྱི་ཚོགས་ལ་ཞབས་འདེགས་ཞིག་སྒྲུབ་དགོས་དགོས་རེད་ད་ག་མཇལ་རྒྱལ་སྤྱིའི་ནང་ལོགས་ལ་བསམ་བཏང་སྟངས་དེ་འདྲ་ཞིག་གོ་གི་མེད་འགྲོ་ཟེར་ད་ག་ནས་དེ་ནས་མ་རིན་པས་དྲི་བ་མང་པོ་བྱུང་སོང་དེ་ཚོ་ཚང་མའི་ཐོག་ལ་བཀའ་སློབ་གཞི་ཚ་བོ་ཞིག་རག་གནང་སོང་ཨང་བཀའ་སློབ་གནང་གིན་གནང་གིན་ཨ་ནི་དགོངས་ཀློང་ཡའི་ཧ་ལམ་ཅིག་གཞོན་པ་གཞོན་པ་ཕན་ངན་སོགས་ཅིག་འཚོ་བ་ཅིག་བྱུང་ཨ་ནི་བཀའ་མོལ་ཤུགས་ཆུང་ཞིག་རག་སོང་ཟེར། It was an opportunity to bring a piece of the Himalayas here as a message to the world so that we.